ཡ་དམ་པ་ཚོ་དེ་འདི་ང་ཚོ་མགོ་འཛིན་མ་རེད་དེ་ནི་དེ་རང་གི་འཆད་ཁྲིད་དེ་ང་ཚོའི་འཆད་ཁྲིད་དམིགས་བསལ་བ་ཟིག་རེད་དེ་ནི་དམ་པའི་ཆོས་གི་ནང་ན་གསུངས་པའི་དེ་གི་འཇིག་རྟེན་གི་རྣམ་གཞག་དང་དེ་འགྲོའི་ཚེ་སྒྲུབ་གི་རྣམ་གཞག།

ནང་ལ་གསར་བོ་ཡོད་སྤྱི་ཁོག་ནང་རང་ལ་ཅང་མེད་པ། དེ་འདྲའི་འདྲ་བོ་མང་པོ་ཟིག་འདུག་རེད། དེ་འདི་ད་ང་ཚོ་བྷེ་ཆ་བ་ཟིག་ལ་བསམ་བློ་བཏང་ན་དེ་ཡག་པོ་གོ་དགོས་ས་རེད་དག་བསམ་གི་ངས་བསམ་ན། དེའི་ནང་ལ་ཡོད་སྤུས་དག་འདྲ་ས་གང་ཡིན་མི་འདྲ་ས་གང་ཡིན། དེ་ནས་དེ་ཚོ་ཐམས་ཅད་པོ་ཡག་པོ་ཟིག་གོ་རྒྱུ་དེ་གལ་ཆེན་པོ་རེད་རྒྱུས་ལོན་ཟིག་དགོས་ཚང་མར། དེ་ནས་དེ་ཡང། ཡང་ཁ་ཤས་ཁ་ཤས་དེ་ད་དཔེར་ན་ནང་པ་གི་དེ་སོང་བ་དེ་ཚོ་དང་ཡང་གཅིག་དེ་ཨ་ར་རྣམ་པ། དགོན་གནས་བལྟས་ན་མགར་བ་འདྲ་འདྲ་ཡང་དོན་གུ་ཐོག་ནས་ཡང་འགྲེལ་བཤད་རྒྱབ་ལུགས་ཡག་པོ་དག་ཤིས་ན་ཡང་མགར་བ་མེད་པ་འོ་དག་དེ་དེ་འདྲི་ཡང་དག་འདུག་དེ་དག་ཚོ་ཚང་མ་ལ་དག་མཁན་པོ་རྣམས་གི་ཞིབ་ཆ་ཟིག་དག་ཐོན་ན་དག་ཡག་པོ་ཡིན་ས་རེད་བསམ། དེ་ནས་ངས་ད་ང་ཚོ་དག་ནང་པ་དེ་སློབ་གཉེར་བ། སུ་དང་སུ་ཟིག་ཡིན་ན་དག་ད་འདིའི་ཐ་དད་ལ་ང་ཚོ་གྲུབ་མཐའ་གི་དག་ཁྱད་པར་བྱེད་རྒྱུ་ཅི་ཅི་ཡོད་མ་རེད། གཞན་པ་ཚོ་དག་དཔེར་ན་དག་ད་ཅིག་ས་སྐྱ་གི་ཁས་ལེན་ན་དག་དགེ་ལུགས་གི་ཁས་མི་ལེན། དགེ་ལུགས་གི་ཁས་ལེན་ན་རྙིང་མ་གི་ཁས་མི་ལེན་རང་རང་རང་རང་ལ་འདྲ་མི་འདྲ་མང་པོ་ཟེར་གྱི་འདུག་ག་དེ་ཡིན་ན་ད་འདི་གནད་དོན་འདིའི་ཐོག་ལ་ཐུག་དུས་ཚང་མ་ལ་དེ་ནས་དག་ད་སྔར་ནས་དག་མཁས་པ་རྣམས་ཀྱི་གསུང་བཞག་ཡོད་ཀྱི་དེ་འདྲིས་ཅང་ཡོད་ནི་མ་རེད་ཚང་མ་ད་གསར་བ་རེད། དེ་འདྲའི་ཡིན་དུས་ད་ག་ད་ང་ཚོ་བོད་གངས་ཅན་གི་ད་ག་ད་ག་ནང་ཆོས་ཀྱི་སློབ་གཉེར་པ་ཚང་མ་གི་ད་ག་དེ་ནས་མཉམ་དུ་ད་ག་ད་བསམ་བློ་བཏང་དགོས་ཀྱི་དེ་འགྲིག་ཟེར། ད་གཞན་པ་ཇི་ལྟར་མི་འདྲ་དེ་ནས་གཞན་པ་གཞུང་བཀའ་པོད་ལྔ་ཡིན་ན་རང་རང་རང་རང་ལ་འཛིན་མཚམས་ཡོད་རང་རང་རང་རང་ལ་ལྟ་ཚུལ་ཡོད་དོ་མང་པོ་ཡོད་ནི་རེད་འདི་ཐད་ལ་ད་ང་ཚོ་ལ་འཛིན་མཚམས་ད་ལྟ་ཚུལ་ད་དེ་ཚོ་ཚང་མ་གསར་གི་ཚང་མ་གི་འདང་བརྒྱབ་ནས་དེ་ནས་འགྲོ་རྒྱུ་མ་གཏོགས་པ་འཛིན་རྩོམ་རེ་རྙིང་བ་དང། དེ་ནས་ཤར་ལུགས་རྙིང་བ་དང་དེ་ཚོ་གཅིག་གཅིག་ཡོང་ནི་མ་རེད། དེ་རེད་དོ། དེ་ནས་ཡང་འདིའི་སྐོར་དུ་ལ་ནི་དོ་ཚང་མ་གི་དེ་ཅིག་འགྲེལ་བཤད་རྒྱབ་ལུགས་དང། དེ་ནས་ཅིག་དེ་ཚོ་དང་ཡིན་ན་མ་གོ་བ་ལེན་ལུགས་ཀྱི་ཐོག་ནས། གཟབ་གཟབ་ཟིག་ཚང་མ་གི་དེ་ནས་བཤད་དགོས་མ་གཏོགས་པ་དོར་དོར་སྣང་མ་བྱས་ན། ད་དཔེར་ན་ང་ཞིག་གིས། ཉི་མ་ལྔ་མཆོད་བཙུགས་ཀྱི་དེ་ནས་དེ་ལ་དག་མི་རྟག་པའི་གྲིབ་མཐའ་དག་དེ་སོགས་ནང་ལ་ཡོད་པ་དེ་ཚོ་ལ་ནི་ཧ་ལས་པ་གི་དོར་སྣང་བྱས་ནས་ཀྱི་དགག་བཞག་སྤང་སེམས་མང་པོ་ཞིག་དེ་ལ་བྱས་ནི་རེད། ད་བྱས་ནའང་དག་དེ་ཚོ་སྐོར་དུ་ད་ལྟ་དེ་ལ་ཤུགས་རྐྱེན་ཆེ་པོ་དེ་ནས་དེ་ལ་མེད་པ་རེད་ཚར་ཟིག་དག་དེ་ཡིན་དུས། དེ་ཚོའི་དེ་གི་གྲིབ་མཐའ་གི་སྐོར་ལ་གསལ་བོ་ཟིག་དེ་ནས་འགྲེལ་བཤད་བརྒྱབ་ཀྱི་ཡོད་ན་ཆོག་ས་རེད་མེད་ནའང་ཅང་ཆེ་བོ་ཆེ་བོ་ཟིག་གི་ཤུགས་རྐྱེན་ཆེན་པོ་ཡོད་ས་མ་རེད། ད་ནི་ཏོ་ཡོ་ཏ་ད་ལྟ་གི་འདི་ནི་རིག་པ་གསར་བ་འདི་ཚོ་ཡང་གནའ་ན་ཡང་ཤེས་ཀྱིན་ཧ་ལས་པ་ཆེན་པོ་རེད་ཏོ་ཡོ་ཏ་སློབ་གྲ་ད་འདི་ཚོ་ཚང་མ་གི་ནང་ལ་དེ་ནི་སླེབས་ཡོང་ནི་རེད་དེ་ནི་དེ་ཡིན་དུས་དང་སང་གི་དེ་ནི་མུ་ཟིག་ཡིན་ན་དཔེར་ན་ཏོ་ཡོ་ཏ་སློབ་གྲ་གི་ནང་ལ་ཏོ་ཡོ་ཏ་འགྲོ་མམ་མྱོང་ནི། ཕར་ཆེར་དེ་ནི་དེ་ག་ད་ཉུང་ཉུང་རེད་ལ་གྲོང་ཁྱེར་གྱི་ནང་ལ་ཡོང་ན་ཟིན་ན་དེ་ལས་ཀྱང་དེ་ག་ཞིར་ཐང་དང་སློབ་གྲྭ་ནང་ལ་འགྲོ་སླེབས་ཉུང་དང་སློབ་གྲྭ་ཆེན་མོ་བ་ནང་ནས་མཐོང་ན་ཕར་ཆེར་དེ་འདྲའི་ཏག་ཏག་རེད། དེ་འདྲའི་ཡིན་དུས་དེ་གའི་མི་དེ་ཚོ་གང་ན་ཡང་འདི་ཚོས་བསྐོར་བ་དེ་ན་ཡང་དེ་ག་ད་རིག་པ་གསར་བ་ཚན་རིག་གི་དེ་ནི་དེ་ག་བསྐོར་དུ་སོང་ན་ཡང་ཕར་ཆེར་རེ་དེ་ནི་ཞིག་ངེས་རེད། ཡིན་ན་ཡང་དེའི་ཐོག་ལ་ནང་ཆོས་གང་ནས་ཕྱི་ཟེར་བའི་ཡོད་ན་དེ་ནི་ཡང་ཁོང་ཚོ་ཡང་ཅང་ཧ་གོ་ནི་མ་རེད་དོ་དོ་སྣང་བྱས་ཡོད་ཀྱི་མ་རེད། དོ་སྣང་བྱས་ཡོད་ནའང་ཅང་དེ་ནི་ཧ་གོ་མི་ཤེས། ད་ཡིན་ན་ད་ནི་ད་གི་ཡང་ཁོ་ཚོ་དེ་གི་སེམས་གཟུགས་ལ་ཆི་ཟིག་ཡོང་ནི་རེད་ཟེར་ན། ཅི་ནང་ཆོས་གི་དེ་ནས་གསུངས་པ་དེ་དང་ནི་ད་གི་འདིའི་ཚང་རིང་གི་བཤད་པ་དེ་གཉིས་དེ་ནི་མི་མཐུན་པ་ཡིན་པ་མི་མཐུན་པ་མང་པོ་ཡོད་པ་དེ་ཧ་གོ། དེ་ནས་ད་གི་འགྲེལ་བཤད་རྒྱབ་ལུགས་དེ་ཀྱང་ཧ་མ་གོ། དེ་འདྲའི་བཤད་ཡོང་དུས་དེ་ནས་ད་གི་ད་ནང་ཆོས་གི་དེ་གསུང་རྒྱུ་དེ་ཚོ་ཚང་མ་ད་གི་ཅིག་ཚང་རིང་དང་མི་འགལ་བ། དེ་ནས་ཚན་རིག་གི་བཤད་ཀྱི་དུ་བདེན་པ་ནང་ཆོས་ཀྱི་བཤད་པ་དུ་རྫུན་པ་དུ་འབྲེལ་ཡོད་འདྲ་བོ་ཡང་སྣང་དེ་ནས་སྐྱེ་འདུག་མཁན་གྱི་མྱི་དུ་ཡང་ཅི་ཧ་ལས་པ་དུ་གི་ཁ་གི་མ་བཟས་ན་དོན་གི་ཐོག་ལ་མང་པོ་འདྲ་བོ་ཡོད་འདྲི། དེ་ནས་ཡང་དེ་མོ་དུ་གི་བསམ་བློ་སུ་ཡོད་པའི་རྒྱུ་མཚན་དུ་ཅི་རེད་ཟེར་ན་ནུབ་ཕྱོགས་ལ་དུ་གི་ཡེ་ཤེས་ཆོས་ལུགས་དང་དེ་ནས་གནམ་བདག་ཆོས་ལུགས་དང་གནམ་བདག་ཆོས་ལུགས་དང་ཡེ་ཤེས་ཆོས་ལུགས་ཟེར་གྱི་དེ་གཉིས་ཀ་ཕུག་ཏུ་གཅིག་རེད་དུ། དེ་ནས་དེའི་ནང་ནས་མར་སྐྱིད་ཡོང་ན་འདྲ་བ་བཟོ་དེ་ནས་ཁོ་ཚོ་དེ་ནས་ད་བར་ད་ལོ་བཞི་བརྒྱ་ལྔ་བརྒྱ་གི་དང་གོང་ལ་དེ་ནས་ཚན་རིག་པ་དང་ཁོ་ཚོ་བར་ལྟ་བ་མ་མཐུན་དེ་ནས་དེའི་སྐབས་སུ་དེ་ནུབ་ཕྱོགས་ལ་ད་ཧ་ལས་པ་གི་དེ་གི་དེ་ཡེ་ཤུ་ཆོས་ལུགས་གནམ་བདག་ཆོས་ལུགས་གི་དེ་ཆོས་ལུགས་གི་དེ་གི་ཤུགས་རྐྱེན་འདི་དབང་ཆ་དེ་དེ་དབང་ཤུགས་དེ་ཚོ་ཧ་ལས་པ་ཆེན་པོ་ཡིན་པའི་སྐབས་རེད། དེ་འདྲའི་ཡིན་དུས་དེ་གི་ད་ཁོང་ཚོ་གི་དབང་ཤུགས་ལ་བརྟེན་ནས་དེ་ནས་དེ་གི་ཕྱི་སུ་ཞིག་ནས་རེ་ཟེར་ན། ཚངས་རིག་པ་མང་པོ་དེའི་ས་མཐའ་ལ་ཞུགས། དེ་ནས་ཡང་ཚངས་རིག་པ་ཁ་ཤས་དེ་ནས་གསུང་གསུང་ལ་དེ་ནས་མེ་ལ་དེ་ག་སྐྲག། དོན་གྲུབ་བྱས་ནས་དེ་ག་ད་ལས་ཀ་མང་ཟིག་དེ་ནས་ལས་ཀ་བདག་གི་དེ་ནས་མང་ཟིག་དེ་ལས་ནི་རེད་དོ། དེ་ཁོ་ཚོའི་དེ་ག་ཡིན་ན་ད་ཁོ་ཚོ་གི་དེ་ཟས་ཀྱི་མང་ཟིག་དེ་ལ་རིག་པ་གི་སྒྲིབ་བྱེད་ཅང་ཡོད་མ་རེད་དེ་ག་ད་ཁོ་རང་ཚོའི་ཟས་ནི་ཡིན་ན་འཇིག་རྟེན་གི་ད་རིང་འདིའི། འཇིག་རྟེན་བྱེད་པ་པོ་དེ་ནི་ཤེས་བཞག་ནི་རེ་རེས་ཟིན་དུ་ཟེར་བ་འདྲ་དེ་ལྟའི་སྒྲིབ་བྱེད་ཅང་མེད་གཞན་པ་ཚོ་དེ་དང་མ་མཐུན་པ་ཟེར་རིགས་ལུང་རིགས་པ་བའི་སྒྲིབ་བྱེད་མང་པོ་བཀོད་ཡོང་དུས་དེ་ནི་དེའི་སྐབས་སུ། ད་ཆུ་ཚོགས་ཁོ་ཚོ་གི་ཆོས་ལུགས་དུ་དབང་ཞིག་དག་ཆེ་བོ་ཡིན་དུས་དེ་ནི་ཚན་རིག་པ་ཚོར་དབུགས་དབྱུང་ནས་དག་ལོག་སུན་དགོས་བར་དུ་དེ་ནི་དག་ད།

དེ་རིག་པ་གི་སྒོ་ནས་བལྟས་པ་ད་ནང་ཆོས་གྲྭ་ཟིག་ན་ཞལ་ལུགས་མང་པོ་ཡོད་གི་དེ་འདི་ལྟའི་རྩ་རིག་པ་གཅིག་ནས་གཅིག་ཉེ་ན་རག་དགོས་གི་མ་རེད་བསམ་ཐབས་ཤིག་དགོས་གི་མ་རེད་རྫོམ་ལ་གཅིག་ནས་བཤགས་པ་ཤེས་ག་འཇི་དགོས་གི་མ་རེད་གང་གཅིག་གཅིག་མུར་དགོས་གི་རིག་པ་གི་སྒོ་ནས་བཤད་སོང་ན་ཞལ་ལུགས་ཡང་དག་པ་ཡོད་དེ་ནས་ཕར་ཆེ་བ་དེ་ད་རུང་དེ་ནས་ནང་ཆོས་གི་ནང་བལྟས་པ་ད་གསར་བཤད་ད་ནི་བདེན་དཔང་ལྟ་བུ་དེ་འདྲི་གི་དེ་ནས་རེད་དེ་ཟླ་བ་གཅིག་དེ་འདྲི་ཟིག་རེད་དེ་འདི་ལྟའི་དེ་དག་ཚང་མ་གི་དེ་ནས་ཧ་ཡག་པོ་ཟིག་ཏུ་གོ་ན་དེ་གི་དེ་ཡག་པོ་ཡིན་ས་རེད་བསམ་གི་འདུག་ད་རིང་ནས་གཟིགས་ཀྱི་འདུག་ཡང་ད་ལྟ་ཡིན་ན་འདི་རིག་པ་འདི་ཚང་མ་ལ་དུ་ད་ཤུགས་རྐྱེན་ཆེན་པོ་ཡིན་དུས་དེ་ནས་དུ་འདི་སུ་ཟིག་གི་ཡིན་ན་དུ་ད་འདི་ཚན་རིག་དང་མི་མཐུན་པ་ཟིག་ཡིན་དུས་ཅིག་དུ་ད་མི་མཐུན་པ་དེ་ཡིན་ཚར་དུས་དེ་ནས་དུ་ཅིག་ད་ཅི་སྐྱོན་ཅན་ཡིན་གྱི་འདྲ་ད་ཆོས་ལུགས་དུ་ཚང་མ་དུ་ད་མི་མཐུན་པ་ཡིན་གྱི་འདྲ་བོ་དེ་འདྲས་ཟིག་གི་འདུག་ད། བསམ་ཚུལ་དེ་ཡོད་ནི་རེད་དོ། དེ་ཁྱད་པར་དུ་དེ་བ་ད་ལྟའི་སློབ་ཆུང་སློབ་འབྲང་དེ་སོགས་ནང་ལ་ཁྱད་པར་སློབ་འབྲང་གི་ནང་ལ་ལྷུག་ལུང་དེ་འདིའི་སྐོར་དུ་མང་པོ་བཤད་ནི་རེད་དེ་བཤད་པའི་སྐབས་སུ་ར་ཨ་དེའི་སྐབས་སུ་ན་ད་དངོས་གཙོ་རང་ལུགས་ཀྱི་དེ་བ་ད་དེའི་སློབ་གསོ་དེ་འབྲེལ་གྱི་སློབ་གྲྭ་ཟིག་གི་ནང་གི་ཡོང་ན་ཟིག་ནས་ཡང་ཆེད་དུ་ནི་དེ་བ་ད་དེ་བ་ད། སྐྱོང་འདྲིར་ཏག་ཏག་བྱས་ནས་བསྡད་པ་དང་འདྲ་མི་འདྲ་སྣ་ཚོགས་པ་བྱས་ནས་བཤད་དགོས་འདྲ། དེ་ཡིན་དུས་དེ་ནས་བལྟས་པ་དང་ང་ཚོ་རང་རང་སྒོས་ནས་བལྟས་པ་ཡག་ཧོ་ཧོ་ཟིག་བལྟས་ནས་བལྟས་པ་འདི་མི་འདྲ་ས་མཚམས་དེ་ཚོ་ཡག་པོ་ཟིག་གོ་རྒྱུ་དང། དེ་ནས་མི་འདྲ་ས་དེ་ཚོ་ཡིན་ན་ང་ཚོ་རང་སྒོས་ནས་བལྟས་པ་འགྲེལ་བཤད་ཡག་པོ་ཟིག་རྒྱབ་བྱེད་རྒྱུ། དེར་སྒོ་འགྲེལ་ནང་མ་ཡིག་ཟིག་གི་ཁ་ཏག་ཏག་ཉན་ནས་མ་ཡིག་ཞིག་གི་ཕྱི་ཟིག་ཏག་འདི་དགོས་དུས་དེ་གཞན་པ་ཚོ་འགྲེལ་བཤད་ཕྱིན་ཅི་ལོག་པ་ཏག་ཏག་རྒྱབ་ཡོང་དགོས། དེ་རྣམ་པ་རྣམས་འགྲེལ་བཤད་ཕྱིན་ཅི་ལོག་པ་ཏག་ཏག་རྒྱབ་ཡོང་དུས། འདི་ནི་ང་ཚོའི་དག་གཅིག་རེད་ཟེར་མི་སྲིད་མ་རེད་ཟེར་མི་སྲིད་དག་ད་དུང་གི་ཐོག་ནས་ཏང་དང་ལས་འབྱོར་འདི་འདྲས་རེད་སོང་ན་དག་ཡག་ཧོ་ཟོ་མ་རེད་ནི་དེའི་རྒྱུ་མཚན་གྱིས་དག་འདིའི་སྐོར་དེ་ལ་དག་འཛིན་མཚམས་ཁ་ཤས་ཁ་ཤས་ཟིན་འདུག་ནོ་དེས་ན་དུ་ཚོད་དག་ཡག་པོ་ཟིག་ཟེར་ཤེས་ན་བསམ་གི་འདི་ནི་དག་དེའི་ཞོར་ལ་མར་དག་རིམ་པ་བཞིན་དུ་དག་ད་ང་ཚོ་ཤེས་ལྡན་འགྱོག་རེད་དག་ནང་བསྟན་དང་ཚན་རིག་གི་རིགས་པའི་འཛིན་མཚམས་འགའ་ཞིག་ཟེར་དེ་ནི་ཆོས་ཀྱི་འཁོར་ལོ་འདི་དག་ང་ཚོ་འཛམ་གླིང་གི་ཐོག་ལ་དེ་ནི་ནང་བསྟན་གི་དེ་ནི་མཚོན་བྱེད་བྲིས། དེ་ནས་དེའི་ཟུར་ལ་ཡོ་གྱི་ཏི་ཏི་ནས་དེ་བ་དང་ཕྲ་བའི་འཇིག་རྟེན་གྱི་ནང་གི་རྡུལ་ཕྲན་གྱི་མཐའ་ཁ་ལ་དེ་ནས་གློག་རྡུལ་གྱི་ཀོ་ར་རྒྱབ་ཀྱི་འོག་ནས་དེ་མོ་བུ་ཟེར་འདི་གང་དང་གང་ན་ཡོད་ནའང་ཚན་རིག་གི་དེ་ལག་རྩལ་གྱི་མཚོན་བྱེད་བྲི། འོ་དེ་འདྲའི་ཡིན་ཟིག་བྱས་ནས་དེ་ལ་ད་ཐོག་མར་ང་ཚོས་ནང་བསྟན་དང་དེ་ཚན་རིག་གི་དེ་ནས་རིག་པ་གཉིས་ཀྱི་རིགས་པའི་འཛིན་མཚམས་ཆུང་ཆུང་ཆུང་ཆུང་ཁ་ཤས་སུ་དེ་ནས་དེ་བ་འདིའི་ནང་ནས་ཚང་མ་གི་ཅིག་དེ་ནས་རྒྱུས་ལོན་འཛུགས་བྱས་ན་ཟིག། ད་ལྟའི་དགེ་སློང་ཆོས་བརྒྱད་གང་རེད་ཟེར་ན་དེ་ནི་གཅིག་ཏུ་དེ་ནི་ལྟ་བའི་བཤེས་འཇིག་རྟེན་གྱི་ཕྱག་འཚལ་རེད། དེའི་སྐོར་ལ་མི་འགྲིག་ས་ཟེར་དགོས་ན་འདྲ། མི་མཚུངས་ས་དེ་ཡང་མང་པོ་ཟེར་དགོས་ནི་རེད། དུས་ཚོད་ཀྱི་ཐོག་ནས་མི་མཚུངས་ས། དེ་བས་ད་འཇིག་རྟེན་གྱི་ཕྱག་འཚལ་གྱི་དབྱིབས་ཀྱི་ཐོག་ནས་མི་མང་བོ་ཟེར་དགོས་ནི་རེད།

བཤད་ཡོང་ན་དག་ཕར་ཕྱིར་དེ་ནས་ངས་བལྟ་ན། ད་ནམ་རྒྱུན་དག་མི་འདྲ་ས་ད་དུ་ཚོད་སྐོར་བ་དག་འདི་གསུམ་གྱི་ཐོག་ནས་མང་པོ་ཟིག་དག་ཡོད་ནི་རེད། གསུམ་པོ་དེའི་ཐོག་ནས་མི་འདྲ་ས་ད་དུ་ཚོད་དག་ཡག་པོ་ཟིག་དེ་ནས་ཤེས་སོང་ན། དེ་ནས་གནང་བཀག་ཆེ་ཤོས་ཆེ་ཤོས་དེ་བྱ་དགའ་ཕར་ཆེར་ཤེས་ཡོང་ནི་རེད་དག། དེ་ནས་བཤད་སྟངས་ཚན་རིག་རྫས་ན་དག་ཅི་ཧ་ལས་པ་གི་ཞིབ་ཆ་ད་དེ་འགྲིག་ཡིན་ནི་རེད་དག་ཚན་རིག་པ་ཁོ་རང་ཚོ་ཡིན་ན་རང་རང་སོ་སོ་གི་དག་ཆེད་ལས་དག་གང་ཡིན་ན་དེ་མ་གཏོགས་པ་གཞན་པ་ཅང་ཤེས་ནི་མ་རེད་དག། དེ་ཁྲ་གཞང་བཞི་པ་ཡིན་རེད་ཐལ། དེ་ཚོའི་སྐོར་དེ་དག་ཅི་ང་ཞིག་གིས་ཤིས་དགོས་ནི་ཡང་མ་རེད་ང་ཚོ་དང་འབྲེལ་བ་ཅིག་ཅིག་ཟིག་ཡོད་ནི་མ་རེད་ཐལ། དེ་འདྲས་རེད། ད་ང་ཚོ་ནང་ཆོས་དང་འབྲེལ་བ་ཡོད་འདུག་སྐྱིད་དུ་ད་འདི་ཚོའི་སྐོར་ཁ་ཤས་ཟིག་རེད་ཐལ་ཁ་ཤས་སྐོར་དེ་དག་ཡག་པོ་ཟིག་ཤེས་ན། དེ་གི་དེ་ཧ་ལས་པ་ཡིན་ནི་རེད་དེ་ཚང་རིག་པ་མང་པོ་ཟིག་དེ་ཅི་རེད་ཟེར་ན་ད་ཁོ་ཚོ་རང་རང་གི་དེ་གི་ཆེད་ལས་དེ་གང་ཡིན་ན་དེའི་ཐོག་ལ་ཧ་ལས་པ་གི་དེ་ནས་འཁོད་པ་ཡིན་ནི་ཐལ། ད་ཡིན་ནའང་དེ་གཅིག་པོ་དེ་མ་གཏོགས་པ་གཞན་ཅིག་དེ་གི་ད་རེད་ད། ཤེས་བྱ་གཞན་པ་སྐོར་དུ་ཅུང་འདང་ངར་རྒྱག་གི་མེད་ནས་ཀྱང་ཤེའང་མི་ཤེས་ནས། དེ་མོའི་སྐོར་དུ་ཡང་དག་ཧ་ལས་པ་དག་མང་བོ་ཡོང་གི་རེད། ཡིན་ནའང་ཁོ་ཚོ་ཚང་མ་ཡང་མགོ་ཧ་ལས་པ་མཁྲེགས་པོ་གཞན་པ་ཅིག་ཅིག་དག་དག་ལས་སླ་པོ་ཟིག་གི་ཁས་མི་ལེན་མཁན་གི་མི་དེ་འདྲའི་ཏག་ཏག་ཡིན། ད་དེ་འདྲའི་ཡིན་དུས་དེ་མོའི་སེམས་ཀྱི་ཐོག་ནས་བཤད་ཡོང་ན་ཕར་ཆེར་འགྲིག་ས་རེད་ཟེར་དག་དེའི་ཐོག་ནས་ཅིག་བལྟས་ན། དེ་ནས་དེ་གཅིག་གི་ནང་ནས་ད་དང་པོ་དེ་ལ་ལྟ་བའི་ཕྱི་འཇིག་རྟེན་གྱི་ཆགས་ཚུལ་འདི་ལ་ཕྱི་དང་ལྟ་བའི་རགས་པའི་འཇིག་རྟེན་དང་ལྟ་བའི་ཕྲ་བའི་འཇིག་རྟེན་འཛིན་ནས་ལྟ་བའི་ཕྲ་རགས་ཀྱི་འཇིག་རྟེན་གཉིས་ཡོད་པར་ལྟ། ཕྲ་རགས་ཀྱི་འཇིག་རྟེན་གཉིས། དེ་ནས་ཕྲ་རགས་ཀྱི་འཇིག་རྟེན་གཉིས་པོ་དུ་ཕར་ཕྱིར་ཟིལ་དུ་བརྩི་བ་དང་མིག་གི་རིགས་མི་རིགས་ཀྱི་དོན་དག་རེད་ཤ་ཡི་མིག་གི། མཐོང་བ་དེ་ཚོ། མཐོང་རྒྱུ་དེ་ཚོ་ཡན་ཆོད་དུ་ཅི་འདྲའི་ཆུང་ཆུང་ཟིག་ཡིན་ནའང། རྟག་པའི་འཇིག་རྟེན་བཟང་ན་རེ་དག། དེ་ནས་ཤ་ཡི་མིག་གི་རྩ་བ་ནས་མཐོང་མི་ཐུབ་ཀྱི་དག། གཞན་པ་གི་དེ་ནས་དག་ཆེ་ཕྲ་མཐོང་ཆེ་ཆེར་གྱི་མཐོང་ལྟར་དགོས་ཀྱི་དུས་མོའི་སྐོར་དེ་ལ་དེ་ནས་ཕྲ་བའི་འཇིག་རྟེན་མཛད་ཁོ་ཚོས་དག། ཕྲ་དང་རག་གི་ས་མཚམས་དུ་དེ་མོ་གཟུགས་ལ་འཇོག་གོང་རེ་དག་ང་ཚོས་དུ་ཧོས་ཤ་གི་སྣང་བས་ལ་ཕྲ་དང་རག་ལ་ལྟ་འཛིན་མཚམས་གི་སྐོར་དུ་མང་བོ་གཟུགས་ན་ར་གོང་ཤ་གིས་ཕྲ་དང་རག་གི་དེ་ནས་དག་འཛིན་མཚམས་དུ་དེ་མོ་གཟུགས་རེ་དག་ཤ་ཡི་མིག་གི་ཐད་ཀར་བར་དེ་ན་མཐོང་ཐུབ་དང་མི་ཐུབ་ཀྱི་མཐོང་ཐུབ་པའི་འཇིག་རྟེན་གཅིག་དང་མཐོང་མི་ཐུབ་པའི་འཇིག་རྟེན་གཅིག། འཇིག་རྟེན་གཉིས་པོ་ནི་ནང་ནས་མཐོང་ཐུབ་པ་དེ་གོར་དུ་དུ་བ་དང་བྱ་ཡི་མིག་གིས་མཐོང་ཐུབ་ཀྱི་གཟུགས་ཡིན་དུས་དེ་ཕྱིར་འབྲེལ་འདྲིས་ཆུང་ཆུང་ཟིག་ན་ཉི་ཟེར་གྱི་རྡུལ་ལྟ་བུའི་ནང་རགས་པའི་འཇིག་རྟེན་གྱི་ནང་ལ་འཇོག་དགོས་ནི་རེད། དེ་ནས་བྱ་ཡི་མིག་གིས་དེ་གི་མཐོང་མི་ཐུབ་ཀྱི་གོར་བ་དེ་ཚོ་དེ་ནས་ཕྲ་བའི་འཇིག་རྟེན་མཛད་ནས་དེ་འདྲིས་འཇོག་དགོས་ནི་རེད་ད་དེ་འདྲའི་བའི་དུས་ཡང་གཉིས་ཡོད་དགོས། ད་དེ་འདྲའི་གཉིས་ཡོད་དུས་ད་དང་པོ་ང་ཚོ་གང་ལ་ལྟ་དགོས་ཟེར་ན་མུ་མཐའ་མེད་པའི་འཇིག་རྟེན་གྱི་ཁམས་ཟེར་གྱི་དུ་ད་འདི་ལ་དུ་ཐོག་མར་དུ་འདི་ལ་དེ་ནས་དུ་ལྟ་དགོས་ད་འདིའི་ནང་ལ་ཆི་ཟིག་གི་གོ་རྒྱུ་ཡོད་ནི་རེད་ཟེར་ན་དུ་ད་མིའི་རིགས་ཀྱི་ལོ་རྒྱུས་ཀྱི་ཐོག་ལ་ད་འདྲེ་འདྲེ་བཤད་འདྲ་མི་འདྲ་སྣ་མ་སྣ་ཚོགས་ད་དུ་རྒྱག་མྱོང་ནི་རེད་དུ་ད་འཇིག་རྟེན་གྱི་ཁམས་ཟེར་གྱི་འདི་ཡིན་ན་སྔོན་དུ་ད་ཡོད་ནི་དུ་འདྲེ་བཤད་རྒྱབ་ནི་དུ་ཚོགས་ནང་ལ

དེ་ག་འདི་ས་གོ་ལ་དེ་རེད་ས་གོ་ལ་དེ་འཛམ་བྷ་ལང་གི་དེ་གར་ལྟེ་བ་ཡིན། འཛམ་བྷ་ལང་མ་རེད་འཇིག་རྟེན་གི་ཁམས་འཇིག་རྟེན་གི་ཁམས་དང་འཛམ་བྷ་ལང་གཉིས་ཁ་ག་རུ་དེའི་ལྟེ་བ་ཡིན་ཙེ་ཡིན་གྱི་ནང་དེ་འདྲའི་དེ་ཤ་ནི་རེད་དམ་དེ་ནས་དེ་ག་ཁོང་ཅག་ག་རྩོད་པ་ཡང་དེ་ག་མང་བོ་ཐུག་ནི་རེད་དེ་ག་དེ་ནས་རྗེས་ནས་ཚན་རིག་པ་རྣམས་ཀྱིས་དེ་ག་ད་ས་ཡི་གོ་ལ་དེ་དེ་ག་འདི་འཇིག་རྟེན་གི་ལྟེ་བ་མ་རེད་ཟེར་གཙོ་བོ་དེ་དེའི་ཐོག་ནས་ཐུག་སོང་ནི་རེད་དམ། ཉི་མ་གི་དག་སའི་གོ་ལ་ལ་དག་སྐོར་རྒྱག་གི་ཡོད་དམ་མེད་དང་ས་ཡི་གོ་ལ་དང་འཇིག་རྟེན་གྱི་དག་ལྟེ་བ་ཡིན་མིན་གྱི་ཐོག་ནས་དེ་ནས་དག་ཐིག་གསུངས་ཏེ་ངོ་མ་བཤད་ན། ཡེ་ཤེས་ཆོས་ལུགས་ཀྱི་དག་ཁོ་ཚོའི་དག་ད་རེས་ད་དེབ་གཅིག་མ་གཏོགས་པ་ཅང་ཡོད་ནི་མ་རེད་དག་ད་དེའི་ནང་ལ་ང་ཚོའི་དག་ཚིག་མཛོད་ཀྱི་ནང་ལ་དེབ་ཉང་ལ་ལྷ་ཁྱིམ་མཛེས་ནས་བརྒྱུད་རོ་ལྷ་ཁྱིམ་མཛེས་ན་ལྷ་ཡི་ཞལ་ཁྱིམ་མཛེས་ཀྱི་རེད་ལྷ་ཟེར་གྱི་དེ་འཇིག་རྟེན་བྱེད་པ་པོ་ལ་གོ་དགོས་ནི་རེད་དག་ལྷ་ཡི་ཞལ་ཁྱིམ་མཛེས་ཀྱི་པོ་རེད་ལྷ་ཁྱིམ་མཛེས་ཀྱི་དེ་ནས་བརྒྱུད་ཡོད། རྒྱག་ཞིབ་མཇིང་མཛད་དོ། དེའི་ནང་ལ་དེ་གི་ད་བཤད་ཡོང་དུས་དེ། འཇིག་རྟེན་གྱི་དེ་གི་དེའི་ནང་བཤད་ཡོང་དུས་དེ་ངོས་མིང་མ་བཤད་ན་དེའི་ནང་ལ་དེ་གི་ད་ཉི་མ་གི་དེ་གི་སྐོར་ར་རྒྱབ་མ་རྒྱུབ་ས་སྐོར་ལ་སྐོར་ར་རྒྱབ་མ་བརྒྱུབ་དུ་ཧ་ལས་པ་ཟ་རོགས་སུ་ཡོང་ནི་མ་རེད་ཟེར་ག་གི་དེ་གི་ད་དེ་གང་གསར་དེའི་དཔེ་ཆ་དེའི་ནང་ལ་དཔེ་ཆ་དེ་དེ་ག་ས་ག་ན་ཡོག་གི་དེ་ཡི་ནང་ད་དེ་ཞིབ་མཇིག་ཅིག་ཞིབ་གི་ཅིག་དེ་གི་ད་ཅིག་ཅིང་རེད་མ་ད། ད་གང་ལྟར་དེ་གི་ཡེ་ཤེས་ཆོས་ལུགས་པ་རྣམས་གི་དེ་གི་ཁོ་ཚོ་གི་དེ་གི་ལྟ་བ་དེ། དུ་ཡིན་པའི་དབང་དུ་བྱས་ནས་དེ་ནས་དེ་དང་མི་མཐུན་པ་དག་དེ་ནས་ཚངས་རིག་པ་ཚོ་ལ་དེ་རྩོད་པ་རྒྱལ་བའི་གནས་དེ་བས་དང་འདྲ་མི་འདྲ་མང་པོ་སུ་ཞིག་ནི་རེད། ད་ལྟའི་འདི་འདིའི་ནང་ལ་ང་ཚོས་དག་ཕྱི་ལྟ་སྐྱོན་རེ་ཟེར་ནས་ཡིན་ན། དག་ད་ཧ་ར་ཐག་ཐག་རང་ལ་དག་ལྟས་བདག་ན་དག་སྐར་མ་ཚག་ཚག་དག་མང་བོ་ཟིག་དག་ད་རིག་འདུག་ཀྱོ་ནི་འདུག་ཀྱོ་ག་འདི་ང་ཞིག་གི་ནུབ་མོ་ནམ་མཁའ་ལ་ལྟས་ན་སྐར་མ་མང་པོ་མཐོང་ཡོད་ཀྱི་དུ་ཞིག་དང། དེ་ནས་འདི་ལྟར་ཆུ་ཟགས་དང་འདིའི་ནང་ལ་ཡམ་ཚ་འབའ་ཟིག་ཆུ་ཟགས་ཡོད་ག་ཟེར་ནས་ཡིན་ན། ད་འདིའི་ནང་ན་ད་ལྟ་ང་ཅིག་གིས་ཙག་གི་འཐུང་འདོད་ཀྱི་འདི་ལྟ་བུ་འདིའི་འདྲ་པར་གི་ནང་ན་ཡིན་ན་འདྲ། ཡང་ན་ང་ཅིག་གིས་དགོང་མོ་དང་ནམ་མཁའ་ལ་བལྟས་ན་འདྲ་དང་སྐར་མ་ཧ་ལས་པ་མང་བོ་ཟིག་མཐོང་འདོད་ཀྱི་འདི་ཚོ་ཐམས་ཅད་པོ་ངར་ཅིག་གིས་ཚང་མས་དང་བསམ་བློ་བཏང་ན་འདི་ད་ལྟ་བ་ཡིན་ཟེར་ཡོང་ན་ར་ད་ལྟ་བ་ཡིན་བསམ་དགོས་ན་ད་ལྟ་མཐོང་གི་ཡོད་བསམ། ད་ལྟ་གནས་བཞིན་པ་ཟིག་རེད་ཟེར་དཔེར་ན་ཉི་མ་དང་ཟླ་བ་གཉིས་ཀ་ཡང་ད་ལྟ་ཡོད་ན་རེད་དེ་འདྲ་བ་ཟིག་གི་འདི་སྐར་མ་འདི་ཚོ་ཡང་ད་ལྟ་དག་ཡོད་བཞིན་པ་ཟིག་རེད་དེ་ང་ཚོའི་མིག་དག་ད་ལྟ་ཡོད་པ་ཟིག་མཐོང་གི་ཡོད་ན་རེད་བསམ་མི་ཁྱེར་འོང་ད་དེ་མོ་ཟིག་བསམ་དགོས་རེད་དེ་འདི་ཚོའི་ནང་འདི་ན། འཇིག་རྟེན་འདི་དག་འཁྲུལ་བ་ཡིན་ཚུལ་དང་དེ་ཆོས་ཐམས་ཅད་སྒྱུ་མ་མ་ལོན་ལྟ་བུ་ཡིན་ཚུལ་གི་དེ་མོའི་སྒྲུབ་བྱེད་ཀྱི་སྐོར་ཡང་འདི་མོ་ཟིག་འདིའི་ནང་ནས་ཡོང་ནི་རེད་དེ་ཐོག་བཞི་བརྐོས་ཟིན་དང་རྒྱབ་ན། ད་མི་ཆེ་གེ་ཏི་བསམ་དགོས་ནི་རེད་ད་འོན་ཀྱང་འདི་འདི་སྐར་མ་ཏི་ཏི་ལ་ལ་ཏི་ཏི་ང་ཚོ་ད་ཐག་ཉེ་པོ་ཡིན་ནི་རེད་ད་ཏི་ཅང་པོ་ཏི་ངོ་མི་ད་ལྟ་ཡོད་ནི་སྐར་མ་ཡང་ཡོད་ནི་རེད་ཚང་མ་ད་ལྟ་ཡོད་ནི་མ་རེད་ཟེར་འོང་ནི་མ་རེད་ཡིན་ནའང་འདི་ནང་ནས་ཏི་སྐར་མ་མང་བོ་ཟིག་ཏི་ནི་ད་འདས་པའི་ལོ་སྟོང་ཕྱིར་མང་བོའི་གནས་སྐབས་ནས་རྩ་བ་ནས་མེད་པ་ཆགས་ཚར་ནི་རེད་ད་ལྟ་རྩ་བ་ནས་ཡོད་ནི་མ་རེད་ཟེར་ཏི་ལོ་སྟོང་ཕྱིར་མང་བོའི་སྔོན་ནས་མེད་ད་ལྟ་རྩ་བ་ནས་ཡོད་མེད་ནི་དེ་མོ་ཟིག་རེད་ད་གཞི་ནས་མེད་པ་རེད་ཚར་ནི་དེ་མོ་ཟིག་རེད།

ལོ་སྟོང་ཕྱིར་རྨོངས་གཟུགས་ཀྱི་དུག་ཡོད་དེ་སྔོན་ནས་དུག་ཡོད་ཀྱི་དུག་མཐོང་ཟེར་དགོས་འདྲ་ཟེར། དེ་ནས་དུག་ཡོད་མི་གཅིག་གིས་མིག་ཤེས་ཀྱི་འཁྲུལ་མེད་ཀྱི་མཐོང་བ་འདི་ཚད་མ་ཡིན་ཟེར་བ་ཚད་མ་ཡིན་ན་ད་ལྟ་ཡོད་པ་མ་འཁྲུལ་བ་ཆོས་གསུམ་ལྡན་ཡིན་དགོས་འདྲ་དང་ད་ལྟ་ཡོད་པ། དེ་ནས་ད་འདི་ཕྱི་ཀ་ལོ་སྟོང་ཕྱིར་རྨོངས་གི་གོང་ནས་མེད་ཚར་ནི་གཟུགས་དུག་གི་དག་མཐོང་ཡོང་གི་ཡོད་ན། དེ་ནས་དུག་གི་དུག་མངོན་སུམ་རེད་ཟེར་དགོས་ནི་འདྲ་མངོན་སུམ་ལྟར་སྣང་རེད་ཟེར་དགོས་འདྲ་དང། དེ་ནས་དུག་འདྲ་བ་གཟུགས་ཀྱི་འདི་ད་ལོ་སྟོང་ཕྱིར་རྨོངས་གཟུགས་ཀྱི་གོང་ན་ཡོད་ནི་དུག་ཕྱི་རིས་མཐོང་ག་ཉན་ནི་རེད་དང། དང། དེའི་ཐོག་ལ་ད་གབ་སྟེ་བསམ་བློ་བཏང་དགོས་ན་དེ་མོ་ཟེར་རེད། དེའི་ཐོག་ལ་མི་འདྲ་བ་ཆེ་ཤོས་ཤིག་ཏུ་དེའི་ཐོག་ན་ཡོང་ནི་རེད། ད་དེ་དང་བོ་ཟེར་དེའི་རྐྱེན་ཡོང་ན་དེ་མོ་ཟེར་རེད་ད་ཡིན་ན་གཞི་བཀུར་ཞིག་སྟེ་དེའི་ཐོག་ན་འགལ་བ་ཆེན་པོ་ཡོང་བ་ཆེ་རེད་ཟེར་ན། ད། མི་གཅིག་གིས་མི་གི་དེ་ནས་ད་གཟུགས་སུ་ད་མཐོང་དགོས་དུས་དེ་དཔེར་ན་ད་ད་ལྟ་གི་ད་ཚན་རིག་པ་རྣམས་ཀྱིས་ཞིབ་འཇུག་མང་པོ་བྱས་ནས་ད་ད་ང་ཞིག་གི་དབུ་ལའང་བཤད་ནི་རེད།

འོ་དུ་དག་གི་སར་ཡོང་ནས་འདིའི་བྱ་ཕུར་གྱི་སྔོ་ལ་རྒྱལ་བས་ཁྱེར་འོང་སྟེ་བྱ་ཕུར་གྱི་སྔོ་ནས་འོ་དུ་དག་ཡར་རམ་འཕྲུལ་ཡིག་དང་ནི་མིག་གི་ནང་ལ་ཡོང་དུས་དེ་ནས་དག་བཟོ་མིག་གི་དག་གི་ཧ་ད་མཐོང་བྱུང་ན་རེད་ཟེར། དི་ཟེར་བ་ན་རེད་དག། མིག་གི་དག་གི་མཐོང་ལུགས་དི་དེ་མོ་ཟིག་མགོ་ན་རེད་དག་དི་སོགས་ཚང་མ་ཀ་དག་གི་དག་ཅིག་ཨི་ཡིན་ནམ་མ་ཡིན་ན་དི་སྟོང་གི་ཐོག་ལ་དི་ཡིན་དགོས་བ་ན་རེད་དག་དི་ཡིན་པའི་གནས་ལུགས་དེའི་རྒྱུ་མཚན་དི་གོ་ཚར་བའི་རྗེས་ནས་དག། བར་ཆད་དག། ཉེར་ལེན་དག་དི་སོགས་ཚང་མ་དེའི་རིགས་པའི་གཞུང་ལུགས་དེ་ལ་བརྟེན་ནས་ལེན་ཡོང་ན་རེད་ཚང་མ།

འོད་དུ་རིམ་པ་བཞིན་འདི་དག་ཡོངས་དགོས་དབང་རེད་ནི་མ་རེད། ཇི་ལྟར་དུ་ཡོང་ནི་མ་རེད་འོད་དུ་རིམ་པ་བཞིན་དུ་ཡོངས་དགོས་དེ་རིགས་ཡིན་དུས། ད་འདིའི་སྐར་མ་ལ་ལ་དེའི་ཐག་རིང་ཐུང་ངུ་ཞིག་གི་ས་གོ་ལ་གི་ཐག་རིང་ཐུང་དུ་བརྩི་དགོས་ན་ངུ་ཞིག་གི་མྱུ་གུ་ནི་ལོ་དང་ཟླ་བ་ཟིག་གི་རྩིས་དུ་རྩ་བ་ནས་བརྩི་ཐུབ་དགོས་དབང་ནི་མ་རེད་དེ་ཡིན་ན། དེའི་རྩི་སྐྱི་ད་དུ་ད་དེའི་རྩི་སྐྱི་གི་དག་རྩིས་རྩིས་གི་དག་རྩིས་གཞི་གསར་བ་ཟེར་དགོས་རེད་དུ་གང་རེད་ཟེར་ན་དེ་མྱང་འོད་ལོ་ཟེར་དགོས་རེད་འོད་ལོ་ཟེར། འོ་ལོ། འོ་ན་ང་ཞིག་གིས་དེ་ནས་ཙི་འདི། ལོ་བཅོ་བརྒྱད་དང་བཅོ་ལྔ་བཅུ་དྲུག་ཡིན་གྱི་དེ་མུས་ཀྱི་གོང་ལ། འདི་འདི་རིག་གནས་ཀྱི་འཛིན་གྲྭ་ལ་ངས་དེ་ད་ཚོད་ན། འདི་གནམ་རིག་གི་སྐོར་ཞིག་བཤད་དེ་དེ་ནང་ལ་དེ་དེ་འོ་ལོ་དེ། དེ་དེ་ཚོད་དུ་ངས་ཁས་དེ་ཁོང་ན་འབག་ཅིག་བཤད་ད་ལྟ། དེ། ཟས་གཉིས་བཞག་ངས་དེ་ནོར་སོང་ནས་ཡིན་ན་ཁ་ནོར་ནས་ཁྱེད་མི་ཞིག་གང་བཏང་དེ་འོ་ལོ་དེ་དེ་མགྱོགས་ཚད་དུ་ཆི་མོ་ཟིན་ནི་ཟིན་ན། ད་ཁྱི་ཚོད་གཅིག་ལ་སྐར་མ་དྲུག་ཅུ་ཐམ་པ་སྐར་མ་དྲུག་ཅུ་དེ་དེ་དགུའི་ཁྱེད་འོ་ན་སྐར་མ་རེ་རེ་ལ་སྐར་ཆ་དྲུག་ཅུ་ཐམ་པ་ཡོད་འདྲ། དཀར་ཆག་དྲུག་ཅི་རེད་དཀར་དམར་དྲུག་ཅི་མ་རེད། དེའི་དཀར་ཆག་གཅིག་གི་འདི་ཟིག་གི་ཡིན་ལ། དེ་གི་འོད་དུ་ཅུང་ཟད་འགྱུ་ན་རེ་ཟིན་ན་དེའི་དཀར་ཆག་གཅིག་གི་ཡིན་ལ་དེ་གི་དེ་ལེ་ཝར་དེ་གི་ཁྲི་ཚོ་སུམ་ཅུ་ཐམ་པ་འགྱུ་ན་རེ་དེ་གི་ལེ་ཝར་ཁྲི་ཚོ་སུམ་ཅུ་ཐམ་པ་བཞི་ལེ་རེད་བ་ལེ་ཝར་ཟིག་ཡིན་པ་བཞི་ལེ་སུམ་ཅུ་བཞི་ལེ་དེ་གི་དེ་ཁྲི་ཚོ་སུམ་ཅུ་ཐམ་པ་འགྱུ་བ་ན་ནི་དེའི་ནང་སུམ་ཅུ་སོ་བརྒྱད་ཡིན་ན་ཅིག་བྲིས་བཞག་སུམ་ཅུ་ཐམ་པ་འགྱུ་བ་ན་ད་དེ་སུམ་ཅུ་ཐམ་པ་རགས་ཟིག་ཡིན་ན་སུམ་ཅུ་ཐམ་པ་ད་རུང་ཆུང་ཆུང་ཟིག་ན་ཉི་ཤུ་རྩ་དགུ་ད་ཚག་གཅིག་གཅིག་གཅིག་རེད། དེ་མོ་ཧ་ལས་པའི་མགྱོགས་ཧ་གཟིགས་དེ་ནི་ད་སྐར་ཆ་གཅིག་གི་ནང་ལ་བྱི་ལའི་དུ་གུ་དེ་འབུམ་ཐེག་གསུམ་མགྱོགས་དེ་དུས་བསམ་གྱིས་མི་ཁྱབ་པ་གཟིགས་ར་དེ་འོད་དུ། དེ་དེ་འདྲའི་འོད་དུ་དེ་མོ་ཡི་རང་ས་འགྱོ་བོ་དེ་མོ་མགྱོགས་ཧ་གཟིགས་འདི་དེ་འདི་དེའི་འོད་དུ་དུ་གུ་ད་ས་ཆ་འདི་ནས་ཧ་ར་དེ་མོ་མགྱོགས་ཧ་འབྲུག་མགྱོགས་ཧ་གཟིགས་གི་སྒོ་ནས་སོང་ནས་ལོ་གཅིག་ལ་འགྱོར་དགོས་ས་གི་དུ་གུ་ཡིར་དུ།

འོ་ལོ་དེ་གི་ད་དེ་འབུམ་ཐེར་ལྟར་ན་ད་གི་བཤད་ཡག་མང་ཡོད་ན་དེ་མོ་རེད་ད་དེ་རིགས་ཡིན་དུས་ཏེ་འདི་ཧུ་ནི་ཙི་གི་སར་ཡོང་དགོས་འདུག་སྐམ་སར་ཡོང་གི་ངི་ཞིག་གི་འདི་སྙིང་ནང་ཐོན་དུས་ཨོ། སྐར་མ་གང་གི་འོག་ཏུ་ངི་ཞིག་གི་སྙིང་ནང་ཐོན་དུས་དེ་ནི་ལོ་ས་ཡག་བཤད་ཡག་མང་སོང་ཚར་དུས་ད་ད་ན་ཟིག་གི་དོན་དག་ཆེ་བ་རེད་ཟེར་ན་ཧུ་ནི་སར་ཡོང་གི་ངི་ཞིག་གི་སྙིང་ནང་རྒྱབ་དུས་ད་ངི་ཞིག་གི་ཧ་ད་མཐོང་འཇོག་ག་དེ་ན་ཁིར་གེགས་བསྡམས་པ་འདྲ་བོ་འོད་འབྱུང་ས་འདྲ་བོ་རྩ་བ་ནས་མེད་པ་ཨ་ན་གི་ཆགས་ཚར་དུས་ལག་བཞི་ནས་ཡོད་ནི་མ་མེད་པ་རེད། དཔེ་དེ་བཞིན་དུ་དཔེར་ན་ང་ཞིག་གིས་སྨྱུག་གི་དོགས་ལྟ་ན་ནག་མོ་ཡར་ལངས་དུས་དོགས་དང་ཉི་མ་ལ་ལྟ་ན་ང་ཞིག་གིས་ཚང་མས་ང་ཚོ་ཚང་མ་གི་ད་ལྟའི་ཉི་མ་དེ་མཐོང་གི་ཡོད་བསམ་ནི་རེད། ཡིན་ན་ཉི་མ་གི་འོག་ཏུ་ཉི་མ་ཡོད་ས་དེའི་ཐོག་ནས་ས་གོ་ལ་ཐོག་ཡོང་དགོས་ན་སྐར་མ་བརྒྱད་དགོས་འོ་ནི་རེད་སྐར་མ་བརྒྱད། དེ་འདྲ་གི་འདུས་ཏེ་ང་ང་ཞིག་གིས་དོགས་ལྟ་རེའི་མིག་གི་ཉི་མ་ནམ་མཐོང་ན་དོགས་སྐར་མ་བརྒྱད་ཀྱི་སྔོན་གྱི་དོགས་ཉི་མ་དེ་མ་གཏོགས་པ་ད་ལྟའི་ཉི་མ་ཟིན་མི་མཐོང་བའི་ཁྱབ་ཟེར་བ་དྲུག་དོགས་ད་ལྟའི་ཉི་མ་རྩ་བ་ནས་མཐོང་ཁ་མི་ཉན་ཤེས་རེ་བཞིན་ལ་ཉི་མའི་འོད་འདས་མ་མཐོང་དགོས་པ་ཙི་ནུ་ཞིག་གི་སྙིང་ནའང་ཉི་མ་ཤར་ཁ་ཉན་ནི་མ་རེད། ཉི་མའི་འོད་འདས་མཐོང་དགོས་ན་དེའི་སྐར་མ་བརྒྱད་དགོས་འོང་ནི་རེད་དེ་རིགས་ཡིན་ནམ། དེ་གི་འདི་ངི་ཞིག་གི་ནང་མོ་ཉི་མ་རི་མགོ་ནས་ཡར་བུད་ཡོང་རྒྱུའི་ཉི་མ་དེ། ད་དེ་གི་ངོ་མ་བཤད་ན་དེ་གི་རི་མགོ་ནས་བུད་ཡོང་བཞིན་གི་སྐབས་ཀྱི་ཉི་མ་དེ་མ་རེད་ཟེར་དེ་གི་དེ་ཐམས་ཡོད་ན་སྐར་མ་བརྒྱད་ཀྱི་སྔོན་གྱི་ཉི་མ་དེ་རེད་ཟེར་ད་ད་ལྟའི་ཉི་མ་དེ་ངི་ཞིག་གིས་བཤད་མཐོང་ད་ལྟའི་ཉི་མ་དེ་མཐོང་དགོས་ན་ད་ཕྱོགས་ཚུལ་སྐར་མ་བརྒྱད་ཀྱི་རྗེས་སུ

སྙིང་ནང་ཐུགས་འདི་གཏི་མུག་ཟེར་རེ་ཟིག་ད་ལྟ་བུ་ཆི་ཟིག་ཧ་གོ་ན་རེ་ཟེར་ན། ང་ཞིག་གིས་དེ་ནི་ད་གི་འཁྲུལ་བ་ཅིག་ད་ལྟ་བུ་ང་ཆེ་གི་དངོས་པོ་ཚང་མ་ད་ལྟ་ཡོད་པ་ཡིན་བསམ་ནས་ད་གི་བསྡད་ཡོད་ཀ། ཡིན་ནའང་དངོས་པོ་ལ་ལ་ཟིག་རྩ་བ་ནས་མེད་པ་ང་ཆེ་གི་མེད་པ་ཡོད་པར་བཟུང་ནས་བསྡད་ཡོད་ཀྱི་མ་གཏོགས་པ་དོན་གི་ཐོག་ལ་དངོས་པོ་ཁོ་རང་མེད་པ་བཟུང་བསྡད་བ་ནི་གཏི་མུག་ཟིག་རེ་ཟིག་དེ་གོ་ཀྱོ་ནི་དེ་འོད་དུ་དཔེར་ན་མར་མེ་ཟིག་གི་ད་གི་འོད་ཟིག་ད་གི་འབར་བཞག་ན། དེ་ནས་མར་མེའི་འོད་དུ་ཐག་རང་ཟིག་འོད་ཟིག་གི་མྱིག་ད་གི་སྙིང་ནང་ག་འགྱོ་དགོ་ན་འོད་ད་རུ་འགྱོ་དགོ་ན། ད་གི་འོད་དུ་ད་དེ་ཐག་ཉེ་པོ་དུ་མི་རང་མར་མེ་འུ་གཉིས་ཀྱི་མཐོང་ས་དེ་མུ་ས་གཅིག་ལ་གོ་རྒྱུ་མ་རེད། ཧ་ལས་པ་ཐག་རང་ས་འགྱུར་དགོས་ཁ་ཅིག་ད་མར་མེ་འདི་ཁུ་གེ་ད། ཆུ་ཚོད་ཤེས་ཁ་ཆུ་ཚོད་གཅིག་གི་ད་འགྱུར་བ་དག་འུ་དུ་ད་རུང་ཡང་འགྱུར་འུ་དུ་འུ་ནི་རེད་དེ་འུ་དུ་མར་མེ་མེད་ཀྱི་རེད་ཚར་ནི་རེད་ད་མར་མེ་འུ་དུ་ཧ་ར་འགྱུར་འུ་དུ་འུ་རེད་ད་རུང་འགྱུར་འུ་ནི་རེད་དུ་ཧུ་འུ་མྱི་འུ་གཉིས་ན་ང་ཐོན་དུས་མྱི་འུ་གཉིས་ན་ང་མར་མེ་མཐོང་ཞིང་རེད་མར་མེ་མཐོང་དུས་ཧུ་ད་མར་མེ་ངོ་མ་འུ་ད་ཚར་བ་ནི།

ད་ཁྱེད་རྣམ་པར་ང་ཞིག་གི་མངོན་པར་བརྡ་འདི་ཚོགས་གནང་ལ། གཅིག་ཞུས་ན་ནི་ང་ཞིག་གི་དེ་ག་ད་རེས་ད་ཚད་མའི་ནང་ནས་བཤད་ཡོང་དུས་དེ་ག་དབང་ཤེས་རྟོག་མེད་གི་ད་ལྟ་བ་མཐོང་བ་ཟེར་གི་འདུག་གོ་འདྲི། ཡང། ལྟ་བ་ཅན་པོ་གཅིག་ཞུས་ན་ནི་སྐད་ཅིག་གཅིག་གི་སྔོན་དུ་འགག་ཚར་ནོ་རེད་ནི་དེ་འདི་ནི་འདས་པ་ཟིག་ཡིན་གོ་འདྲི་འདས་པ་མཐོང་གི་འོ་འདྲི་ཟེར་ད་དེ་མོ་ཟིག་ཧ་ན། འདི་ཆ་གི་བཤད་ཀྱི་ཡོད་ནི་མ་རེད་ད་འདིའི་ནང་ནས་དེ་མོ་ཟིག་ཨ་ཁུ་ཟིག། ཡིན་ན་དེ་ངར་ཅིག་གིས་དེ་ག་ཁས་བླངས་ཆོག་ནི་རེད་དོ། ཁས་བླངས་ཆོག་ན་རིག་ཐོག་མི་ཤ་ཀ་རྩ་བ་རྩ་བའི་རྩ་བ་ཀ་ཆེ་བོ་ལག་ཆེ་བ་ཀ་བཅོམ་ལྡན་འདས་ཀྱི་མི་ཤེས་ཀྱི་འོ་མ་འཇིགས་པའི་རང་འགྲེལ་གྱི་ནང་ལ་དེ་ཀ་སྟེ་ལྷོ་ཟླ་བ་གྲགས་པའི་ལུང་གཟིགས་བྲང་ག་ཁྱེར་འོང་ད་ནི་དེ་ཀ་ད་གང་འཇིག་རྟེན་ན་ཡོད་པར་འདོད་པ་དེ་ནི་ངས་ཀྱང་ཡོད་པར་འདོད་ལ་གང་འཇིག་རྟེན་ན་མེད་པར་འདོད་པ་དེ་ནི་ངས་ཀྱང་མེད་པར་འཇིག་རྟེན་པ་ང་དང་ལྷན་ཅིག་ཏུ་རྩོད་དེ་ང་འཇིག་རྟེན་དང་ལྷན་ཅིག་མི་རྩོད་ཟིག་ཅེས་ལུང་གཟིགས་འོ་ད་དུ།

པཱ་ལིའི་སྤྱན་པོ་དེའི་སྐབས་དང་གཉིས་སྐབས་འདི་རེ་ཁྱེར་འོང་གཞི་དག་མང་བོ་ཡིན་ནི་དེ་མོ་འོ་མདོ་ཡོད་ནི་རེ་དག་དེའི་ནང་ལ་བཅོམ་ལྡན་འདས་གུ་དོག་སོང་བ་གི་དག་ང་འཇིག་རྟེན་དང་ལྷན་ཅིག་ཏུ་འཇིག་རྟེན་ང་དང་ལྷན་ཅིག་ཅི་རྩོད་ཀྱི་ངས་འཇིག་རྟེན་དང་ལྷན་ཅིག་ཏུ་མི་རྩོད་ཟེར་གྱི་དེ་ཡོད་གི། དེ་ནས་དེ་གི་མི་ནི་ཐག་པ་ཆེན་པོའི་མདོ་ད་ལྟ་ང་ཞིག་གི་འོག་གི་ནང་ན་ཡོད་ཀྱི་དཔེར་ན། འདི་མྱང་འདས་ཆེན་པོའི་ནང་ན་ཡང་དེ་ཡོད་གི་མྱང་ལས་འདས་པ་ཆེན་པོའི་མདོ་གི་ནང་ལ་དེ་དག་ཧ་ལས་པ་གར་ཆེན་པོ་ཞེས་རེ་ཟེར་ན། སྟངས་འདི་དཔེར་ན་རྣམ་གཞག་འདི་ལྟ་བུ་ཟིག་ཏུ་ཡིན་ན་གང་ཞིག་གིས་ནང་ཆོས་ཁས་ལེན་གྱི་རེད་ཁས་ལེན་གྱི་མ་རེད་ཟེར་ན། དེ་དུས་དག་ཅི་ཟེར་དགོས་འདུག་ཟེར་ན། གང་འཇིག་རྟེན་ན་ཡོད་པར་འདོད་པ་དེ་ངས་ཀྱང་ཡོད་པར་འདོད་ཅེས་གང་འཇིག་རྟེན་ན་མེད་པར་འདོད་པ་དེ་ནི་ངས་ཀྱང་མེད་པར་འདོད་རྒྱུ་དེ་ལྟ་ན་དེ་ལྟ་ཚུལ་ན། འཇིག་རྟེན་གྱི་དག་ལྟ་རེ་ད་རིག་པ་ཡང་དག་གི་དག་གྲུབ་ནི་དེ་ཚོ་ཐམས་ཅད་པོ་བཅོམ་ལྡན་འདས་དང། ཁོང་གི་དག་ཁས་ལེན་ན་སོང་འདྲ་དེར་ཡིན་དུས་ཨང་ཅིག་གི་ཡང་དག་དེ་ལྟ་བུའི་རྣམ་གཞག་དུ་ནང་ཆོས་ནང་ལ་མེད་ནའང་དག་ཁས་བླངས་བཞག་ན་དག་ཆོས་ནང་བ་དོ་རེད། ད་ཁ་ལས་པ་ཨང་ཅིག་གི་ནང་ཆོས་དུ་ཀི་ཡང་པོ་ཡིན་ནི་རེད་ད་མ་ཡིག་ཅིག་གི་དག་ཆོས་ལུགས་གཞན་པ་ཅིག་གི་ནང་ལ་དེ་མོ་མེ་ནི་རྟོགས་དགོས་ན་དག་ད་ཧ་ལས་པ་གི་སྐབས་ལས་དཀའ་ཁག་ཆེན་པོ་དག་དག་ཚོར་རོ་ནི་དར་ས་འདྲ་བོ་ཡིན་ན་ད་ནི་དག་ད་ཡེ་ཧ་ཡི་རིགས་པ་ཅིག་དག་དག་འདི་རེ་ཁྱེར་འོང་ད་ནི་ཁི་གཉིས་ཐོག་སི་ཏུ་དགོས་ན་ད་ཧ་ལས་པ་གི་སྐབས་ལས་ཁག་པོ་རེད་དག་ཆོས་ལུགས་གཞན་པ་ཅིག་ཐང་གཅིག་གི་ནང་ཆུ་འདྲ་ཟིན་ན་གང་ནས་གང་ནས་བརྟུག་དགོས་ན་དག་རང་རང་གི་དག་བརྟུག་བརྟུག་བྱས་ནས་བཟུང་སྟེ་བརྟུག་ཆོག་ཆོག་རེད་དག་རྩ་བ་ནས་གཞན་སྣང་ཚུལ་རྩ་བ་ནས་མི་དགོས་པ་ཨེ་ཡིན་དག་ཚན་རིག་དག་བརྟུག་དེ་དག་ཅིག་མི་དཀའ་འོ་དཀའ་འོ་བསམ་གྱི་འདྲ་བོ་རྩ་བ་ནས་དགོས་དགོས་ནི་མ་རེད་དེར་ཡིན་དུས་ཏང་གཅིག་གི་ནང་ཆུ་ཁས་བླངས་ན་ཆོག་ནི་རེད་ཟེར་དེ་དང་དེ་རིགས་ཀྱི་མོང་བཟོ་ནི་རེད་ནང་ཆུའི་ནང་ན་གསར་ཁ་མེད་ན་འོ་དེ་ཡིན་ཟེར་ངེད་ཅག་ཁས་བླངས་བཞག་ན་ཆོག་གོ་ཟེར་ད་རུང་དེས་ངེད་ཅག་གི་ནང་ཆུ་ལ་རོགས་ཟེར་ཆི་ཟེར་ཡིན་ནི་རེད་ཟེར་ནས་ན་དེའི་བདེན་འཛིན་དག་འཛིན་པ་ཐམས་ཅད་པོ་དག་ད་དོན་ལ་མ་གནས་པ་ཡིན་པ་དག་དག་དེའི་དག་ཕྱོགས་གཅིག་ཁ་ཚང་མ་རེད་དག་ཕྱོགས་གཅིག་དཔེ་ཟིག་དེའི་དག་བྱ་ནི་རེད་ད་ང་ཅིག་གི་ནམ་མཁའི་ནང་གི་སྐར་ཚོགས་ཐམས་ཅད་པོ་ཚང་མ་ལ་བདེན་འཛིན་ཡོད་ད་ལྟ་ཡོད་བསམ་མི་དང་བ་ན་ར་ད་ལྟ་ཡོད་བསམ་མི་དང་བ་དེའི་དོན་གི་ཐོག་ན་ད་རྩ་བ་ནས་མེད་འདི་དག་དག་ཡིན་དགོས་དེ་དག་ཤེས་སོང་དུས་ཨོ་ད་དག་དག